ཉི་མ་ཁ་ཤས་ཅིག་ལ་དར་ནག་ཚོས་བོད་སྐོར་ལ་སྐད་ཆ་མ་བཤད་ནས་གི་ལྷོ་ལྷོ་བཤད་ནས་གི་གོང་ཚད་བཤད་ནས་བསྡད་ཡིན་ཡིན་པ་ཡིན་ནོ་བསྡད་ཅིག་གི་མི་འདུག་ག་རེ་ཟེར་པ་ཡིན་ན། དར་ནག་ཚོས་པ་གི་རྒྱལ་རོང་ཚད་འདིར་ཟེར་ཅིག་གི་ངའི་ལུག་རྒྱུའི་རྫི་མ་བཤད་ནས་གི་ང་ཀི་འདི་དྲ་ཚང་ན་ཡོད་པ་གབ་ས་ཡག་པོ་ཡོད་མ་རེད་ཟེར་ནས་གི་སྐད་ཆ་བཤད་གི་འདུག་དེ་ཚོ་ཁྱོད་རང་ངོ་གསུམ་ལ་ཉོན་ནས་སྐད་ཆ་བཤད་གི་ཡོད་རེད་རྫི་མ་རེད། ད་ངས་ང་རང་ལུག་རྒྱུའི་གྲོགས་མོ་ཁོ་ན་བཤད་འདོད་མེད་རེད་བ།

བུ་མོ་གི་སེམས་པ་སྐྱུག་མ་ཐུབ་པ་བཞིན་གི་བུ་མོ་གི་ད་ལྟ་ཡང་ཁྱེད་རང་ཡུལ་ཚར་བ་དེ་འདྲ་ཡིན་པ་སོང་ཙང་མི་ཚང་མ་གི་ཁྱེད་རང་ལ་ཞལ་ལས་བརྒྱབ་ནས་གི་གཟུགས་ཀི་ལབ་གྲ་ནས་གི་བསྡད་མ་ཐུབ་པ་བཞིན་ཁྱེད་རང་བཀྲུས་ནས་བཞུགས་ལ་ཏྲི་སི་ཕི་ནས་གི་མ་ཁྱེད་གི་ལས་ཀ་ལས་དོ་ང་འདྲ་བོ་ཡིན་ན་ད་མར་ད་ང་འདྲ་བོ་ཡིན་པ་ཡིན་ན་གཞོན་དུས་ཡིན་ནས་གི་བུད་དེ་སློབ་སྦྱོང་སྐྱོང་པ་བྱེད་ནས་ཡོང་མཁན་གི་མི་དེ་འདྲ་གྱི་རེད། དེ་ཙམ་སུ་མ་བྱས། ཁྱེད་རང་འདྲ་བོ་ཡིན་པ་ཡིན་ན། སློབ་སྦྱོང་མེད་པར་དགོངས་ལའང་མི་ཞུ་ཁོ་རང་མི་འདུག་བུ་མོ་ལ་གནོད་གཞི་སྤྲོད་ཡ་ཆེད་དུ། ངའི་ཚེ་སྲོག་གཅིག་གི་ཡིན་ཟེར། ངའི་རང་སྲོག་གཅིག་གི་ཡིན་ཟེར། དེ་འདྲ། ལན་པ་གི་ལན་རྟགས་གུས་པ་གུས་རྟགས་བསྟན་ཡ་ག་བ་ཡོད་རེད། བརྩེ་དུང་ལ་བཙན་བཤེར་རྩ་བ་ཉིད་འགྲོ་གི་མ་རེད། བཙན་དབང་རྩ་བ་ཉིད་ནས་འགྲོ་གི་ཡོད་མ་རེད། ཁྱེད་རང་ངོ་ཚེ་སྲོག་གཅིག་གི་ཡིན་ཟེར་ནས་གུས་པ་མི་གཞན་པ་ཁྱེད་རང་ལ་ཡིན་གཅིག་མིན་གཅིག་གི་དགའ་གཅིག་ན་ག་བ་ཡོད་མགོ་རེད། ད་ནི།

འགྲོ་དགོས་ཀྱི་ཡོད་པ་འོང་གིས་རྡ་རམ་ས་ལ་ཡོང་ཡག་གི་ཆེ་ཚོགས་འཁོར་བ་འདང་གི་ཡོད་མ་རེད། དེ་འདྲ་ཡིན་པ་སོང་ཙང་ལྷོ་ཤོར་ནས་ཀྱི་ཡིན་པ་ཡིན་ནའང་ང་དགའ་ལྡན་མ་བཞིན་འགྲོ་ཐུབ་ཡོད་མ་རེད། སེ་ར་ལ་འགྲོ་ཐུབ་ཡོད་མ་རེད། གང་ཡིན་སྲིད་པ་ཡིན་ནའང་ཆེ་ཚོགས་འདང་གི་ཡོད་མ་རེད། དེ་མིན་པ་ཡིན་ན་སེ་ར་ལ་ང་འགྲོ་ཡག་རེད།

ཟླ་བ་འགྲོ་ཡས་ཅི་ཡོད་པ་ཡིན་ན་ཁོ་རང་ཚོའི་རྡ་རམ་ས་ནས་ཀྱི་ཟླ་བ་གཅིག་གཉིས་སུ་བསྡད་ཡོད་རེད། སྐབས་དེ་དུས་ཡས་སྐད་རྒྱ་ཁའི་ནང་འདྲི་དུས་ཡོད་རེད། ཡིན་པ་ཡིན་ན་རྩ་བ་ཉིད་ནས་འགའ་བ་སུ་འགྲོ་ཡས་ཡོག་མ་རེད་ད་ག་རེ་ཡོག་རེད། ག་སུ་རྡ་རམ་ས་ལ་ང་མ་དགའ་བ་ཡིན་ན་མི་ནོར་མོ་མ་གཏོང་པ་ཡིན་ན་འོ་ང་ལ་མི་གཏོང་ཡས་གི་དབང་ཆ་ཡོད་རེད།

ཁྱེད་རང་ཚོས་དར་ནག་ཚོས་ཁ་ཉན་གི་རེད་མ་གཞི་ནས་ཁ་ཉན་གི་མ་རེད། ཡིན་པ་ཡིན་ནའོ་དར་ནག་གི་ལས་པ་ཉུང་བ་དེ་ཚོས་ཁ་གཅིག་གིས་དགེ་སྤྱོད་པ་ལྟ་བ་དེ་འདྲ་འདུག་ཁོ་རང་ཚོ་དང་ལྟ་བ་མི་མཐུན་པ་ཚོགས་མི་འོག་ལ་སྦྲང་བཟོས་ནས་གི་ནག་པོ་བཟོས་པ་ཙམ་ཟེར་མ་ཟད་དེའི་ནང་མི་ལྟོས་དང། ལྟོས་བབ་ལ་དཀྲིག་ཤ་བརྒྱབ་ནས་གི་ནང་མི་བེད་སྤྱོད་བཏང་ནས་གི་གནོད་ཤུགས་སྤྲད་ཡ་གི་ཐབས་ཤེས་ངན་པ་ཁ་གཅིག་གིས་ཐལ་འདྲ་བོ་དེ་འདྲ་ཐལ་གི་འདུག། པས་མ་རབས་རེད། ཡིན་པ་ཡིན་ནའང་ཁྱེད་རང་ཚོའི་རེ་བ་དེ་དང་ནམ་ཡང་འགྲིག་གི་མ་རེད་སྟོང་བསམ་རེད། མི་འགྲིག་པ་ཁྱེད་རང་ཚོ་ཧ་གོ་གི་ཡོད་རེད། ཡིན་པ་ཡིན་ནའང་ཨུ་ཐུག་ནས་གི་གི། དེ་འདྲར་སྐད་ཆ་བཤད་ཀྱི་ཡོད་རེད། སྐད་ཆ་བཤད་པ་དེ་ཡོད་རང་གི་རང་ཚང་ཞིག་ལ་བསྟན་བཤད་མ་བྱས་གཞན་པ་ཕན་ཐོག་ག་གོ་ཆོད་ཡོད་མ་རེད། ངའི་ནང་མི་དང་ང་ཚོའི་བར་ལ་ཁྲིགས་ཤ་འཇལ་གི་ཐབས་ཤིག་འཐེན་གི་འདུག་ཡིན་པ་ཡིན་ནའང་སྟོང་བསམ་རེད། ངའི་ནང་མི་ཡིན་པ་ཡིན་ན། ང་གཟའ་སྤངས་རེད། ཁོ་རང་ཚོ་གི་ཁ་ལ་ཉན་གི་རེད། ཁྱེད་རང་ཚོས་བཀའ་བཀོད་ཅིག་བྱེད་ཐུབ་ཀྱི་མ་རེད། ཐ་ན་ཁྱེད་རང་ཚོས་ཀྲིག་ཤན་འདྲ་བོ་རྒྱ་ཡག་འདྲ་མི་འདྲ། ཐབས་ཤེས་འཐེན་པ་ཡིན་ནའང་ནུས་པ་བཀའ་བཀོད་ཅིག་ཡོད་མ་རེད་བ། ད་ཁྱེད་རང་འདྲ་བོ་ཡིན་པ་ཡིན་ན། ལི་ཐང་གི་བུ་མོ་དེ་གི་ཡུག་དེ་ནས་སེམས་པ་བསྡུས་ནས་ཀི་གི།

བསམ་བློ་ནི་ལེགས་པ་ལོང་ནས་ཡོད་པ་ལོང་ནས་དུ་ཡོད་པ་ལྟར་དང། དེ་འདྲ་ཡིན་པ་སོང་ཙང་ཁྱེད་རང་མི་ཡི་སེམས་ཁ་ཐོག་ཐོག་ཅིག་རེད་མི་འདུག་སེམས་པ་ཐོག་ཐོག་དང་ཡག་པོ་ཡོད་མཁན་ཅིག་ཡིན་པ་ཡིན་ན། སྤྱི་མི་གི་ཡུལ་བ་ཡིན་ན་རང་ཤུགས་གཅིག་གིས་ཡིན་ཟེར་གི་མ་རེད་བ། དེ་འདྲ་གི་མྱི་ལེགས་དང། བསམ་བློ་ཡག་པོ་བཏང་མི་ཤེས་མཁན་དེ་འདྲ་ཅིག་རེད། རང་ངོས་འདི་རྒྱལ་རོང་ཡིན་ཟེར་ནས་རྒྱལ་རོང་ཚེ་འདིར་ཟེར་ནས་སྐད་ཆ་བཤད་གི་འདུག་བ། ད་དེ་འདྲ་ཡིན་པ་ཡིན་ན་ཁྱེད་རང་ཚོས་རྒྱལ་རོང་གི་ཕྱོགས་བསྡུས་བ་ལ་བོད་ཡིག་ཡག་པོ་སྦྱང་ཅི་གི་མི་འོ་དེ་འདྲ་ཡིན་པ་སོང་ཙང་དེ་ཚོ་ལ་འཐབ་རྩོད་ཞིག་དང་ག་རེ་བྱེད་ནས་གི་དེ་ཡི་བཙན་ཤོག་ནོག་ལ་ཁྱེད་རང་ངོ་ཆབ་སྲིད་ནི་བྱེད་ཡོད་མི་འདུག་བོད་པ་གི་བཅའ་ཁྲིམས་ནི་བྱིན་གི་ཡོད་མ་རེད་དེ་ནི་ག་རེ་བྱེད་གི་ཡོད་དྲ་ཐོག་ལ་ཡོང་ནས་ངོ་ནི་ངོ་ཚ་གི་མི་འདུག་ཨ་བཙན་ཤོག་བོད་མི་ཡི་བཅའ་ཁྲིམས་ཀྱི་འགྲོ་སྟངས་ཁ་ཁུར་ཅིག་ཁྱེད་རང་བྱིན་གི་ཡོད་མ་རེད་སློབ་སྦྱོང་མི་འདུག་ཨ་ཁྱེད་རང་ལ།

དེ་འདྲ་ཡིན་པ་སོང་ཙང་ཁྱེད་རང་ཚོའི་སེམས་པ་ན་ན་སྡུག་གྱོང་རེད། ཁྱེད་རང་ཚོས་མ་དགའ་ནི་གི། ལོ་རྒྱུས་རྫུན་མ་ག་ཚོད་བཟོས་པ་ཡིན་ནའང་ཁྱེད་རང་ཚོས་རང་མཚང་བསྟན་ཤེས་ཀྱི་མ་གཏོགས་བཀའ་བཀུ་ཅི་ནུས་ཡོད་དོ་བཀའ་བཀུ་ཅི་ཡོད་མ་རེད། རྒྱུ་མཚན་གང་ཡིན་ཟེར་པ་ཡིན་ན། ང་རང་ལ་ཆ་རྒྱུས་ཡོད་མཁན་གྱི་མི་དེ་ཚོས་ང་ག་འདྲའི་སྐྱིད་མེད་དེ་ཧ་གོ་གི་ཡོད་རེད། ང་དང་གཤིབ་ནས་ཡོང་མཁན་གྱི་ཡོད། གི་འདི་འདྲ་ཚང་ནང་ལོགས་ནས་གི་ཡིན་པ་ཡིན་ན་ཡང།

I have immunity ཐུབ་ཚར་རེད། ཁྱེད་རང་ཚོས་རྒྱ་གར་ལམ་བར་གྱི་བོད་པ་སྐྱེ་བོ་དེ་ཚོ་ལ་ཉེས་སྐྱོན་བཏང་ནས་གི་ངར་སྐྱོ་བཏང་ནས་གི་ཉར་སྣང་བྱེད་པ་གི་ལྟ་བ་ངན་པ་དང་བསམ་བློ་ངན་པ་དེ་འདུག་བ་དེ་འདྲ་ཡིན་པ་སོང་ཙང་དེ་བོད་པ་ཚང་མ་དགོན་ལ་འགྲོ་གི་འདུག་བསམ་གི་འདུག་ཡིན་པ་ཡིན་ན་ངས་དགོན་ལ་འགྲོ་གི་ཡོད་མ་རེད། གང་ཡིན་ཟེར་པ་ཡིན་ན་ང་རྒྱ་གར་ལམ་བར་གྱི་བོད་པ་སྐྱེ་བོ་དེ་ཚོ་མ་རེད།

རྒྱལ་བ་རིན་པོ་ཆེ་ལ་ཕྱག་འཛིན་གསུང་གི་འདུག་ཟེར་མཁན་གྱིས་ཁྱེད་རང་ཚོས་སྲིད་སྐྱོང་ལ་གདམས་གཡོག་དང། བོད་པ་གི་སྲིད་སྐྱོང་ལ་གདམས་གཡོག་དང། ད་ལྟ་ཁྱེད་རང་ཚོས་ཁོ་ཚོས་རྒྱལ་བ་རིན་པོ་ཆེ་ལ་བརྩི་གི་ཡོད་ཟེར་ཏེ་བརྩི་མ་བརྩི་ཆོག་རེད། མགོ་སྐོར་གཏོང་ཤེས་རེད། རྒྱལ་བ་རིན་པོ་ཆེ་ལ་ཁྱེད་རང་ཚོས་བརྩེ་བ་ཉིད་ནས་བརྩི་གི་མ་རེད། ཁྱེད་རང་ཚོས་སོ་སོའི་ཁེ་ཕན་སྒྲུབ་པའི་ཆེད་དུ་རྒྱལ་བ་རིན་པོ་ཆེ་བེད་སྤྱོད་བཏང་ནས་འགྲོ་གི་ཡོད་རེད། དེ་འདྲ་ཡིན་པ་སོང་ཙང་ཁྱེད་རང་ཚོས་ཚུར་ཆུད་ཞུས་པ་དང། ཁྱེད་རང་ཚོས་མི་གཞི་མེད་མཁན། ཀུན་སྤྱོད་མེད་མཁན། ལྕགས་རྩི་བྱེད་མཁན། མི་གཞན་པ་ལ་ཞྭ་མོ་ནག་པོ་གཡོག་ནས་གི་སྒྲོང་སྒྲིག་ནས་ཡོང་མཁན། བྱེད་ཚུལ་བདེན་པ་ག་འདྲ་བོ་དང་བོད་པ་ག་འདྲ་བོ་རྒྱལ་བ་རིན་པོ་ཆེ་ག་འདྲ། ངུ་ནི་དེ་ཁྱེད་རང་ཚོའི་རེད། ཁྱེད་རང་ཚོའི་སྒྲུབ་པ་དང་ཤེས་པ་ཚང་མའང་རྒྱལ་བ་རིན་པོ་ཆེ་ག་བཀའ་ཡི་མདོ་མདོ་ཞིག་ནས་ག་རྫུན་མ་ཞིག་ནས་མི་དེ་ཚོའི་མགོ་སྐོར་བཏང་ནས་མི་མང་པོ་ཞིག་ཅིག་ག་ངུ་ནི་རྒྱལ་བ་རིན་པོ་ཆེ་ག་དེ་འདྲ་གསུང་གི་ཡོད་རྒྱུ་རེད་བསམ་ནས་མི་ཁག་ཅིག་གུར་ནོར་ཐེབས་ནས་ག་རྒྱལ་བ་རིན་པོ་ཆེ་དང་དམ་ཚིག་མི་མཐུན་པ་ཡོང་གི་ཡོད། དེ་ཚོ་པར་རོ་ག་དཀྲུག་ཤ་རྒྱབ་མཁན་ཚང་མ་ཁྱོད་འདྲ་བོ། མི་དེ་ཚོའི་རེད། ངོ་ནི་དྲང་གནས་རེད། དེ་འདྲ་ཡིན་པ་སོང་ཙང་ཁྱེད་རང་ཚོ་འདི་བདེན་པ་ག་འདྲ་བོ་དང་སྤྱི་ཚོགས་ག་འདྲ་བོ། བོད་པ་ག་འདྲ་བོ། ངོ་ནི་དེ་ཁྱེད་ཚོའི་རེད།